ཟླ་བ་གཅིག་གི་ནང་ལོགས་ལ་ཞག་པོ་ག་ཚོད་ཡོད་རེད་སུམ་ཅུ་ཐམ་པ། ཞག་པོ་སུམ་ཅུ་ཐམ་པ་འདི་ལ་འཁོར་མཁན་གྱི་ཚད་ག་ཚོད་ཡོད་རེད་ཚད་དེ་ཡང་དང་པོ་ནས་བརྩིས་པ་ན་ཞག་པོ་སུམ་ཅུ་ནང་ལོགས་ལ་ཨ་ནི་སུམ་ཅུ་བར་དུ་འགྲོ་གི་ཡོད་རེད་བ་དེ་ཡིན་དུས་ཚོད་པ་དང་པོ་ནས་བྱས་ནས་ཚོད་པ་སུམ་ཅུ་བར་དུ་ལ་ཡོད་པ་ཡིན་ཙང་ད་དེ་ཡིན་དུས་ཉི་མ་རེ་རེ་རེ་རེ་ལ

དེ་རིང་གི་ལེ་ཚན་ནང་དོ་ལ་མ་ཡོང་གི་ཡོད། ཅེས། དེ་ཡང་རྩ་བ་ནོར་ནོར་ལ་ལྟོས་ལ་གར་འདུག། དྲུག་པ། ཚེས་གྲངས་ཟླ་གཅིག་ལ་ཞག་ནི་སུམ་ཅུ་ཐམ་པ་ཡོད། ང་ཚོས་ཟླ་བ་གཅིག་ནོར་ནོར་ལ་བསམ་བློ་གཏོང་བ་ཡིན་ན་ཞག་པོ་སུམ་ཅུ་ཐམ་པ་ཡོད་རེད། ཞག་པོ་སུམ་ཅུ་དེ་ལ་ཡང།

ཕོ་དང་དྲུག་དང་མོ་དང་དྲུག་ཟེར་གྱི་ཅི་ཡོད་བ། ཨོ། དེ་དེ་ངེས་པར་དུ་ཉར་དགོས་རེད་དེ་ཡོད་དུས་ཇི་ལྟར་དྲུག་དང་སྤྲེལ་གྱི་ཕོ་གླང་གཡུ་འབྲུག་ལུག་འཇའ་བ་མོ་ཟེར་ཡོད་དུས་ཕོ་དང་དྲུག་དང་མོ་དང་དྲུག་ཡོད་བ་རེད་ཅེས་པ་རེད་དེ་ཡོད་དུས་ཕོ་དང་དྲུག་པོ། སྟག་གི་ཚལ་ཟེར་གྱི་འདུག་ག་རེ་ལྟོས་གི་འདུག། རྒྱལ་སྲིད་ཕོ་དང་དྲུག་པོ་ཡིན་པ་ཡིན་ནའང་རྒྱལ་སྲིད་ཟླ་བ་དེའི་མདོ་ཟླ་བ་དེ་ལ་ཡང་ཕོ་གི་ཟླ་བ་མོ་གི་ཟླ་བ་འདི་ནི་ཡོད། རྒྱལ་སྲིད་ཟླ་བ་འདི་ཕོ་གི་ཟླ་བ་ཡིན་པ་ཡིན་ནའང་ཕོ་དང་དྲུག་པོ་དེ་དག་གི་ཚེ་ཚད་པ་དང་པོ་འདི་ལ་ལོ་རྟགས་ག་རེ་ནས་ཡང་བསྡད་དགོས་ཀྱི་ཡོད་ག་རེ་ནས་ཡང་འགོ་བཙུགས་དགོས་ཀྱི་ཡོད་ག་རེ་གྱིས་དབང་གི་ཡོད་རེད་ཟེར་བས་ན་ཚད་པ་སྟོང་ཤོག་འདི་ལ་ལོ་རྟགས་འདི་རྟགས་ལས་ཀྱི་ཡོད་གསུངས་པར་ཚེ་དཔག་དང་པོ་དེ་ལ་རྟགས་རྟགས་ཀྱི་ཤུགས་ལ་ཡོད་ཨ་ནི་གསུམ་པ་དེ་ལ་དྲུག་གྲོལ་རྟགས་ལུགས་ལ་ནི་རྡུལ་འདེགས་ཀྱི་འདེགས་ཀྱི་འགྲོ་ཡ་རེད་ཅེས་པ་རེད་ཡིན་ན་ལས་ཚེ་དཔག་དང་པོ་དེ་ལ་ངེས་པར་དུ

མོ་རྟ་དྲུག་པོ་ག་རེ་ཡིན་པ་ཡིན་ན་ཡང་མོ་རྟ་དྲུག་འདི་ཚད་པ་དང་ཤོག་ཚད་པ་དང་པོ་འདི་ལ་ག་རེ་ཡི་དབང་གིས་རེད་ག་རེ་ཡི་གླེ་གིས་རེད་ག་བ་ནས་འགོ་བཙུགས་དགོས་ཀྱི་ཡོད་ཟེར་བ་ཡིན་ན་ཚད་པ་དང་པོ་འདི་ལ་སྤྲད་ནས་ཡང་འགོ་བཙུགས་དགོས་ཀྱི་ཡོད་གསུངས་པ་རེད་བྱས་ཙང་ཚད་པ་མང་པོ་འདི་ལ་སྤྲད་ནས་འགོ་བཙུགས་ནས་སྤྲད། འཇག། གྱིས། ཕག། ཚད་པ་དང་པོ་འདི་ལ་སྤྲད་གཉིས་པ་འདི་ལ་འཇག་གསུམ་པ་འདི་ལ་གྱིས། དག། བགྱི་བ་བླང་བརྟག་ཡོད་དྲུག་དྲུག་བསྡུ་སྐོར་བརྒྱ་བརྒྱ་བརྒྱ་བརྒྱ་ལ་མ་ཚད་པ་སུམ་བཅུ་རྣམ་གྲངས་ཀྱི་བར་དུ་ལ་འགྲོ་དགོས་ཀྱི་ཡོད་གསུངས་པར་མཁྱེན་སོང་བ་འདི་ཡིན་དུས་གཙོ་བོ་ཉར་དགོས་དེ་ག་རེ་རེད་དུ་ཕོ་རྟགས་དེ་ཕོ་རྟགས་དང་མོ་རྟགས་གཉིས་གལ་སྲིད་ཕོ་རྟགས་ཡིན་པ་ཡིན་ན་ཚེ་བ་དང་པོ་དེ་རྟགས་ནས་ཡག་མགོ་བཙུགས་ནས་བསྡད་དགོས་ཀྱི་འདུག་བ་མོ་རྟགས་ཡིན་པ་ཡིན་ན་ཚེ་བ་དང་པོ་དེ་སྤྱད་ནས་ཡང་བསྡད་དགོས་ཀྱི་འདུག་བ་འོང་འདི་རིགས་ངེས་པར་དུ་བློ་ལ་ཉར་དགོས་ཀྱི་རེད་ཅེས་པར་མཁྱེན་སོང་ཨ། གལ་སྲིད་དུ་སྐོར་ར་རྒྱག་གིན་རྒྱག་གིན་འགྲོ་བ་ཡིན་ན། ཁོ་ན་ཡིན་པ་ཡིན་ན། ཚེ་གཅིག་བཅུ་གསུམ་ཉེར་ལྔ་ལ། གངས་སེང་འདི་ཡི་ཉི་མ་འཆར། ཚེ་འདི་ངོ་ཚོ་ལོ་འཁོར་འདི་ལ་ལོ་རྟགས་འདི་ལ་བཅུ་གཉིས་མ་གཏོགས་མེད་པ། བཅུ་གཉིས་བཟོ་ཡོད་འདི་དཔེར་ན།

ཚེ་དཔག་གཅིག་ཚེ་གཅིག། བཅུ་གསུམ་ཉེར་ལྔ་གསུམ་ལ། ཁྱོད་རང་གི་ད་གེ་ཡག་གང་ལ་ཡ་དཔེར་ན་ཕོ་རྟགས་འགྲོ་བོ་ཡིན་པ་ཡིན་ན་ཕོ་རྟགས་དེ་འགོ་གང་ནས་བཙུགས་པ། ཕོ་རྟགས་དེ་འགོ་དེ་དང་པོ་ལོ་རྟགས་རྟགས་ནས་འགོ་བཙུགས་ཡིན་པ། ལོ་རྟགས་རྟགས་ནས་འགོ་བཙུགས་ཡོད་དུས་རྟགས་ནས་བཅུ་གཉིས་བར་དུ་འགྲོ་ནས་ཡང་གཟུགས་འགྲོ་ར་དེ་རྗེས་ལ་ཡང་བྱ་རྟགས་ནས་འགྲོ་དགོས་ཀྱི་ཡོད་ར་བ་འདི་ཡིན་དུས་རྟགས་ཡོད་འགྲོ་འགྲུལ་རྟགས་ལུགས་སྤྲད་བྱ་གཟུགས་འགྲོ་རེད་ད་དུང།

བཅུ་གསུམ། ཉེར་ལྔ་འདི་གསུམ་ནང་ལོ་ལ། ཁོ་གཏོང་ཤོག་ཚེ་དཔག་དང་པོ་འདིག་ལ་ལོ་ཏག་ག་རེ་འོང་གི་ཡོད་ལོ་ཏག་ག་རེ་གི་ཆེ་ནས་མ་རྩིས་ནས་འགྲོ་འགྲོ་གི་ཡོད་ལོ་ཏག་ག་རེ་གི་བསྡད་ནས་འགྲོ་གི་ཡོད་འོང་དེ་ལོ་ཏག་ད་ག་རང་འདི་ཚེ་དཔག་དང་པོ་བཅུ་གསུམ་ཉི་ཤུ་ལྔ་ལ་གཅིག་པ་གཅིག་ཚིག་ནི་ལེགས་ཀྱི་རེད་གསུངས་པར་ད་ག་ངོ་ཤེས་མོ་ད་འགྲོ་བ་ཡིན་པ་ཡིན་ན་མོ་ད་འདི་གི་ཐོག་མར་ཚེ་དཔག་དང་པོ་འདི་ལ་སྤྲད་བཅུ་གསུམ་འདི་ལ་སྤྲད།